ཨ་དེ་ནས་བྱིས་པ་དེ་ག་རེད་ཟེར་ན། ང་རང་ཚོ་ང་རང་ལ་སྡུག་བསྔལ་ཡོད་རེད་གཞན་ལ་སྡུག་བསྔལ་ཡོད་རེད་དེ་སྡུག་བསྔལ་ཡོད་པ་དེ་ང་ཚོས་ཁས་ལེན་བྱེད་དགོས་རེད་བྱེད་ཁས་ལེན་བྱེད་དགོས་རེད། སྡུག་བསྔལ་ཡོད་ཆོག་པ་ཟེར་མ་རེད། སྡུག་བསྔལ་དེ་ཡོད་ཆོག་པ་ཅིག་དང་ཡོད་རུང་བ་ཅིག་ཆགས་ཡོད་རེད་མ་གཏོགས་སྡུག་བསྔལ་ཡོད་མི་ཆོག་ཟེར་ཡ་ཡོད་མ་རེད། བྱས་ཙང་སྡུག་བསྔལ་ཟེར་ཡ་དེ་དང་ལེན་བྱེད་དགོས་རེད། སོ་སོར་དཀའ་ངལ་ཡོད་པ་དེ་དཀའ་ངལ་ཡོད་ཟེར་ཡ་ལ་ཁོ་ངོ་ཚ་དགོས་ཡ་ཁེལ་ཡོད་མ་རེད། རང་དང་གཞན་ཐམས་ཅད་ལ་སྡུག་བསྔལ་ཡོད་རེད། རང་དང་གཞན་ཐམས་ཅད་ལ་སྐྱོན་ཡོད་རེད་སྐྱོན་ཡོད་ཡོད་ཟེར་ཡག་ལ་ངོ་ཚ་དགོས་ཀྱི་ཡོད་མ་རེད། དེ་འདྲ་ཡིན་དུས་ང་ཚོའི་ནམ་གྱི་སྡུག་བསྔལ་མེད་པའི་སེམས་ཅན་གཅིག་ཀྱང་ཡོད་མ་རེད་ཟེར་ཡག་དེ་སྐྱོ་སྣང་རིང་ལུགས་ཀྱི་ཆགས་ཡོད་མ་རེད། དེ་ག་རེད་ཟེར་ང་ཚོ་ཚང་མ་ལ་ཡག་ཐུན་མོང་གི་སྣང་ཚུལ་གཅིག་ཡོད་རེད། ཁོ་ལ་ཡག་སྡུག་བསྔལ་ཡོད་རེད་ང་ལ་ཡག་སྡུག་བསྔལ་ཡོད་རེད་དེ་འདྲ་ཡིན་དུས་དེའི་རྒྱུ་མཚན་ལ་བརྟེན་ནས་ད་ང་ཚོ་མཉམ་དུ་ཅིག

ཡིན་ནའི་དཀའ་ལས་ཇི་ཙམ་ཆེན་པོ་ཡོད་པ་དེ་ཚོད་ཅིག་གི་སྐོར་རིན་ཐང་ཆེན་པོ་ཡིན་པ་ཅིག་མཚོན་ཐུབ་ཡོད་རེད། དཔེར་ན་དྲོད་ཁང་གི་ནང་ལོར་དྲོད་ཁང། དྲོད་ཁང་གི་ནང་ལོར་ཚལ་དང་མེ་ཏོག་བཏབ་གི་ཡོད་རེད་པ་ང་ཚོས་མེ་ཏོག་བཏབ། ད་དྲོད་ཁང་ནང་ལོར་མེ་ཏོག་བཏབ་ཞེས་པ་དེ་ཀོ། ག་རེ་ཞུ་བ་ཀོ་ནུས་པ་ཞིག་རག་མི་འདུག་བ། ཁོ་ལ་བཟོད་བསྲན་ཞེ་དྲག་ཡོད་མ་རུང། ཡིན་ནའང་ས་མཐོན་པོའི་གི་རི་བྲག་གི་ཁྲོད་ལ་སྐྱེས་བསྡད་པའི་དཔེར་ན་དབྱར་རྩྭ་དགུན་འབུ་འགྲོ་བ་ཞིག་མིན་ན་ཁོ་སྐྱེ་ཡག་ལ་དཀའ་ལས་ཡོད་རུང་སྐྱེ་ཡག་ལ་དཀའ་ལས་ཡོད་རེད་དེ། ཁོ་སྐྱེ་ཡག་ལ་དཀའ་ལས་ཀྱི་ཡོད་པ་ནང་བཞིན་གཅིག་གིས་ཁོ་རང་ལ་རུས་རྒྱུད་གཞན་དང་མ་འདྲ་བ་ཞིག་ཡོད་རེད་རིན་ཐང་གཞན་དང་མ་འདྲ་བ་ཞིག་ཡོད་རེད་ནད་བརྒྱ་གསོ་བའི་གི་སྨན་མཆོག་ལྟ་བུ་ཆགས་ཏེ་ཡོད་རེད་དེའི་རྒྱུ་མཚན་ལ་བརྟེན་ནས་དེང་དུས་ཀྱི་སྤྱི་ཚོགས་ཁྲོད་ལ་ཡ་ཨ་ནི་སྙིང་རྗེ་སྐྱེ་ཡག་ལས་དཀའ་ངལ་ཡོད་རེད་དེ་དཀའ་ངལ་ཆེ་ཙམ་ཡོད་པ་དེ་ཚོས་གཅིག་གིས་རིན་ཐང་ཆེ་རུ་འགྲོ་བ་ཞིག།